ཡེ། ད་བརྙན་ཐུང་འདི་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་ལ་སྐུ་ཁམས་བཟང་པའི་འཚམས་འདྲི་ཞུ་ཡག་དང་གོ་བ་རང་ཉིད་གནམ་འོག་གི་སེམས་རྒྱུད་ཚན་པའི་གསར་འགོད་པ་ཕྲན་ཉག་རོང་བློ་དགའ་ཡིན། དེ་ནས་ད་ད་ལྟ་འདི། མན་ཧ་ཏན་ནས་བཞུགས་ཀྱི་ཡོད། སྤྱི་བཏང་ད་བར་ལམ་ནས Uber སྒོ་བརྒྱབ་བསྡད་པ་འདྲ་བ་ཅིག་གི་གནས་ཚུལ་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་དུས་ད་ད་ལྟ་མན་ཧ་ཏན་ལ་ཡོད་དེ་ཡིན་ན་ཡང Uber དེ App དེ་ད་ལྟ་སྒོ་བརྒྱབ་བསྡད་ཡོད་དེ་བྱེད་དུས་ད་ད་ལྟ་མན་ཧ་ཏན་ལ་རྣམ་པ་ཚོ་ལ་གསལ་བསྒྲགས་འདྲ་བ་ཅིག་ཐུང་ཐུང་ཅིག་བཞུགས་ཀྱི་ཡོད་དེ་སྒེར་ཐོག་གི་གསལ་བསྒྲགས་ཅིག་དང། ཨ་ནི་དེ་གི་གསལ་བསྒྲགས་དེ་སོ་སོ་རང་ཉིད་ཀྱི།

དེ་ནས་བནྡེ་ལ་སོང་ཡ་དང་གང་ཟག་སོ་སོ་ལ་དཀའ་ངལ་ཡོད་པ་ཡིན་ན་ཡང་བནྡེ་ལ་སོང་ཡ། དེ་ནས་གུས་པ་དགེ་ཐོག་ནས་ཡིན་གཅིག་མིན་གཅིག་གིས་སྒྲ་དེ་འདྲའི་བཞག་རོགས་གནང་ཞུ་ཡ་ཡིན་ད་ད་ལྟའི་ཆ་ལ་དཔེར་ན། སུད་སི་ལ་ཡ་ཕེབས་པའི་སྐབས་ལ་ཡ་དུས་ཚོད་ཀྱི་ཆ་ནས་དཀའ་ངལ་མང་པོ་སྤྲད་པ་དང་ནིའུ་ཡོག་ལ་ཡ་དུས་ཚོད་ཆ་ནས་དཀའ་ངལ་མང་པོ་སྤྲད་པ། ཨ་ནི་གནས་ཚུལ་དེ་འདྲའི་གསུང་གཏན་འཁེལ་དེ་ཡོང་གི་འདུག་ཨ་ནི་དེ་ཚོ་སྒྲ་དེ་ཚང་མ་ཡོད་ཨ་ནི་ནིའུ་ཡོག་ལ་ང་རང་དངོས་སུ་མཐོང་པ་རེད། འོ་དེ་བྱེད་དུས་དེ་ཚོ་ཚང་མ་ཤི་འདོད་ཀྱི་ཡོད་མི་སུ་ཡིན་པ་ཡིན་ན་སུའི་མཇལ་ཁ་མ་རག་པ་དང་སུ་ལ་དཀའ་ངལ་འཕྲད་པ་ཡིན་ན་ག་རེ་རེད་ཟེར་ན་ད་ཁ་སང་གུས་པ་རང་ཉིད་མི་དགེ་ལ་བཅག་ནས་སོ་སོ་རང་ཉིད་ཀྱི་པེ་མ་སི་ཡག་པོ་མཇལ་ཁ་རག་སོང་ཡིན་ན་ཡང་ད་སྤྱི་ཐང་གི་ད་འགྲེལ་བཤད་མང་པོ་ཞིག་མ་དགོས་པའི་ཐོག་ནས་སྤྱི་ཐང་ཀུན་འདུས་ཤིན་ཏུ་འབུལ་གྱི་ཤ་ཁུ་གནས་སྟངས་འདི་པེ་མ་སི་བའི་རྫ་དྲག་ཡིན་པའི་གནས་སྟངས་ཅིག་སོ་སོ་རང་ཉིད་ཀྱི་ཚོར་སོང་ཟེར་ཕྱིན་ཞོལ་འདྲ་ཅིག་དེ་ཆགས་འགྲོ་གི་འདུག་དེ་ཡིན་དུས་གང་ལ་ཨ་ནི།

ནི། ལན་དེ་འདྲ་བྱ་རོགས་གནང་འདི་ཤིན་ཏུ་ཞེ་དྲག་འདུག་ཤིན་ཏུ་ཅིག་གི་ཆ་ནས་ཞུ་དགོས་ཡོད་ཟེར་བཞིན་དུ་ཞུ་རྒྱུ་ཡིན། ཨེ་དེ་དང་མཉམ་དུ་ལ་ད་ད་ལྟ་དེ། ངས་ཚོགས་པ་ནང་ཞོལ་རག་མ་སོགས་བོད་ཀྱི་སྤྱི་ཚོགས་དྲ་ལམ་ནང་ལོག་ལ། ད་ཆོལ་ཁ་གསུམ་གྱི་གི་དྲ་གྲོགས་མང་པོ་ཞིག་ཡོད་རེད་དགོངས་ཚུལ་གསུང་མཁན་མང་པོ་ཡོད་རེད་དགོངས་ཚུལ་ཡོད་མཁན་མང་པོ་ཡོད་ཙང། ཨ་ནེ་རྣམ་པ་ཚོ་གི་ངོས་ནས་གི་ད་དེ་དྲ་དེ་ངས་ཉན་ལུང་རོ་ཡག་པོ་ཅིག་ཁྱོན་དུ་བྱུང་མ་སོང་དྲི་ལ་ཚ་པོ་བྱས་བྱས་ད་གང་ལྟར། ད་ད།